ང་ལ་བྱམས་པོ་དགོས་ཀྱི་འདུག་ཟེར་ནས་གསུང་གི་རེད། ཚེ་འདི་ལ་སོ་སོ་ལ་དགའ་ཉེ་ཡིན་ན་ཡང་རེད། མ་དགའ་ཉེ་ཡིན་པ་ཡིན་ན་ཡང་རེད། ད། ཚང་མ་འདི་སྐབས་ལ་མ་སྐྱེས་པའི་སྐབས་ལ། ཨ་ནི། ད་ག་རང་སྐྱེས་ཡོད་རེད་བ་བསམ་ན། ཐ་ན། འཆི་བའི་སྐབས་ལ། ཨ་ནི། ག་འདྲི་ཟེར་སྐྱེས་སོང། ཨོ་འདི་ན་ཞིག་འགྲོ་དགོས་ཀྱི་རེད། གཅིག་པུ་སྐྱེ་ཞིང་གཅིག་པུ་འཆི་བས་ན། གྲོགས་དང་གཉེན་དུ་ལགས་སོ་ཀུན་གྱི་བློ་གསུངས་པ་ན་བཞིན། བཙུན་ཆུང་ནང་ལོ་ལ་ཐམས་ཅད་བོར་ཏེ་བྱ་དགོས་པར་རེ་བ། ཚེ་འདི་ལ་གང་ཡོད་པ་དེ་ཉིད་ད་ཤི་བའི་སྐབས་ལ་ཚང་མ་ད་སོ་སོའི་རྒྱབ་ལ་བཞག་ནས་འགྲོ་དགོས་རེ་བ་གསུངས་པས། དེ་དངོས་ཡོད་ཉིད་ནས་བཟོད་རེ་བ་གསུངས།

རང་གི་ལང་ཀ་དེ་རང་གིས་གཙང་བ་མ་བཟོས་ན་འགྲིག་གི་མི་འདུག་ཨ་བསམ་ན། ཚེ་འདི་ལ་ག་ཚོད་ས་ས་ཚོར་གྲོང་གྲོང་བྱས་ཡོད་པ་ཡིན་ན་ཡང་དག་ཐམས་ཅད་བོར་ཏེ་བྱ་དགོས་པར་གསུངས་ཡོད་འདི་རེད་བ། རེད་དེ། བདག་གིས་དེ་ལྟར་མ་བཤད་པས་རེད་བ། སོ་སོས་རང་གིས་དེ་འདྲ་བའི་དང། བསམ་བློ་ཅིག་མ་འཁོར་བ་རེད། འཁོར་དགོས་རེད་དེ། ལས་ཀ་བྱེད་ཐུབ་ཀྱི་མི་འདུག་ཨ་བསམ། བདག་ཉིད་དེ་ལྟར་མ་ཤེས་པས། མཛའ་དང་མི་མཛའི་དོན་གྱི་ཕྱིར་སྡིག་པ་རྣམ་པ་སྣ་ཚོགས་བྱས། བདེན་པར་བ་ན། སོ་སོ་ཡིན་ཉེ་ཉིན་མཚན་གྱི་དོན་དག་ལ་མི་ལ་ཁ་བརྡའི་ཆ་ཡོད་རེད། སོ་སོའི་སྤུ་གུའི་དོན་དག་ལ་སྡིག་པའི་ས་ཡོད་རེད། རྒྱ་རེད་རྒྱ་ཡོད་རེད་ཁ་བཏང་ཡོད་རེད། དེ་ཚ་འདྲ་དང་གཉིས་འདུ་ལས་ཡིད་ཆེས་དུ་ལྟ་སྡིག་པ་མང་པོ་ཞི་བ་ས་ཡོར་བ་སོང་སྡིག་པ་རྣམ་པ་སྣ་ཚོགས་བྱེད་བྱེད་ཡོད་རེད་དེ་ག་རེ་བྱེད་ཡོད་པ་ཡིན་ན་ཡང་དང་འདྲ་འདུལ་གཉིས་སྐྱོང་རོ་བ་འཛམ་བུ་གླིང་གི་དང་གྲྭ་ལ་སེང་ཟེར་ཚང་མ་ག་ཚོད་ཡོད་པ་ཡིན་པ་ཡིན་ན་ཡང། དུ་ས་གྱི་སྒྲ་དེ་ཡང་ཉི་མ་གཅིག་མེད་པ་ཆགས་འགྲོ་གི་འདུག་གསུངས་མི་ཚ་རྣམས་ཀྱང་མི་འགྱུར་ཞིང་འདིར་བ་དང། མི་རྟག་པ་ཡིན་པས་རྟག་རེད་འདི་རེད་ཤག་བསམ་པས་མི་ཚ་རྣམས་ཀྱང་མེད་པར་གྱུར། སྒྲ་ཡང་མེད་པ་ཆགས་འགྲོ་འོ་འདུག། ཚ་བ་རྣམས་ཀྱང་མེད་པར་གྱུར། སོ་སོའི་ཡིད་སྙིང་གི་དོན་དག་ལ།

ཁ་ཁ་ཆ་ནི་ལུས་མེད་པ་ཆགས་དྲུག་དུ་བདག་ཀྱང་མེད་པར་འགྱུར་བ་སྟེ་གསུངས་ཡོད། ནམ་རྒྱུན་སྒྲ་དུལ་བའི་དོན་དེ་ལ་ཁ་རྒྱགས་པ་ཞེས་ཀྱི་ཁ་ར་བ། ཉན་ཐོས་ལའི་དོན་དེ་ལ་ད་ཁ་འཇམ་པོ་ཞེས་ཀྱི་ཁ་ར་བ།

དབྱེ་བ་ལེན་དགོས་པ་གང་ཞིག་ལ་ནི་སྐྱེ་བ་བཟང་པོ་བཅུ་ལེན་ཐབས་ཀྱི་ཆེད་ཡིན་ལ་བསམ། རྨི་ལམ་ཉམས་སུ་མྱོང་བ་བཞིན་རེ་བ། ཉེ་འཁོར་ལ་དེ་འདྲས་ཞིག་ཤེས་པ་ཡིན་ཁོའི་གྲོང་བཞག་ལ་ཡོད་ད། ངས་ཁོ་རང་ལ་དེ་འདྲས་ཞིག་ཡག་པོ་བྱས་པ་ཡིན་ཁོ་ཡའི་གྲོང་སོང་ད་ང་གཅིག་པུ་ལྷག་སོང་བསམ་པའི་བསམ་བློ་ཡང་འགུར་རེ་བ། ངའི་སྤུ་བོ་གྲོངས་སོང་ང་རང་བསྡད་བཞག་ངའི་ཕ་མ་གྲོངས་སོང་ང་བསྡད་བཞག་ད་ཉི་མ་རྗེས་ང་ཡང་མེད་པ་ཆགས་འགྲོ་གི་རེད་དངོས་ནས་རྨྱི་ལམ་རེད་འདུག་ཨ་བསམ་མེད་རྗེས་བ། རྨི་ལམ་ཉམས་སུ་མྱོང་བ་ཞིག་ངོ་བོ་གང་དང་ག་བྱས་པ་དེ་དེ་དྲན་པའི་ཡུལ་དུ་གྱུར་རེད་བ། བདེ་བའི་དབྱིངས་ལ་རེ་བ། གཉེན་གྱི་ཆེད་དུ་སྡིག་པ་བསགས། དགྲ་ལ་ཁ་བརྡའི་ལྕག། རེ་བ། རང་ཕུང་གཞན་ཕུང། དེ་འདྲའི་བྱས་ཡོང་དུས། ཤི་རན་པའི་སྐབས་ལ་དེ་དག་ཚང་མ་དྲན་ནས་སེམས་སྐྱོ་སྣང་སྐྱེས། འགྱོད་པ་སྐྱེས། བསགས་སོང། ང་ལ་བྱེད་ཐབས་མི་འདུག་བསམ། དེ་ནས་འགྱོད་པ་དང་སྐྱོ་ལྷང་ལྷང་བྱས་ནས་དང།

ཞིང་ལ་ཕེབས་པའི་སྐབས་ལ་ཁོང་གར་རྐྱང་ཕེབས་པ་འདི་ང་ཚོ་དངོས་སུ་མཇལ་ཚར་བ་རེད་བ་ང་དང་ང་ས་རུ་དང་ཡིན་དང་ཡིན་བསམ་བློ་བཏང་དང། བསྡད་པ་ཐམས་ཅད་མཐོང་མེད་གྱུར། རེ་ཞིག་གི་སེམས་ཚེ་འདི་ཉིད་ལའང་མཛའ་དང་མི་མཛའ་དུ་མ་སྟེ་རེད་བ། གནས་སྐབས་ཤིག་ད་གསོན་པོ་ང་རང་ཚོ་ད་ང་དང་པོ་ཡིན་ཟེར་ནས

དེ་ནས་མཚམས་མཚམས་ལ་ང་རང་ཚོ་ཏག་ཏག་བྱུང་སོང་ཟེར་ནས་ཡང་སྡིག་པ་བྱས་པ་ལ་དགེ་བ་བྱས་ཀྱི་ཚབ་དེ་ལ་དགའ་བ་གོ་མེད་ཡོད་རེད་མ་གཏོགས་དེ་འདྲའི་རིགས་བསམ་བློ་དེ་སྐད་ཅིག་ཙམ་ཡང་མ་སླེབས་པ་ཞིག་ཡིན་ད་བསམ། མི་ཟད་གང་ཡིན་མདུན་ན་ནས་གསུངས་ཡོད་དེ། དེའི་སྐབས་ལ་ཨ་ནི་སྡིག་པ་བྱས་བཞག་པ་དང་མི་ལ་ཁ་རྒྱག་པ་བཤད་བཞག་པ་འདི་ཚོ་ཚང་མ་ཏག

སྒྲོལ་མཁར་ནང་ལ་བསྡད་ཡོང་དུས་ཉི་མ་གཅིག་གཉིས་བདུན་ཕྲག་གཅིག་གི་ག་ཚོད་བསྡད་པ་ཡིན་པ་ཡིན་ན། ལོག་པའི་སྐབས་ལ་མགྲོན་ཁང་གཅིག་ཕར་བཞག་མགྲོན་པོ་ལོག་འགྲོ་རྒྱུ་རེད་མ་གཏོགས་མགྲོན་ཁང་སྐྱིད་ས་ནས་མི་འདུག་ཨ་བསམ། བས་དེ་ནང་བཞིན་བསྡད་པའི་རིང་ལ་སེམས་སྡིག་གིས་བོད་ཆོས་གཏང་ཚར་གི། ལུས་པོ་དེ་ལ་བལྟས་ནས་ལུས་པོ་འདི་རེད་ལུས་པོ་དེ་ལ་བལྟས་ནས་སྡིག་པ་དཔག་ཏུ་མེད་པ་བསགས་ཡོད་རེད་ལུས་པོ་ནི་མེད་པ་ཆགས་འགྲོ་འུ་འདུག

ལུས་ཀྱི་རྣམ་འགྱུར་སྟོན་དང་ཁ་ཀྱི་སྐད་ཆ་བཤད་དང་ལུས་ཀྱི་བྱེད་ལུགས་བྱེད་སྟངས། ཁ་ཀྱི་སྐད་ཆ་བཤད་ལུགས་བཤད་སྟངས་སེམས་ཀྱི་དྲན་ལུགས་དྲན་སྟངས་ཏེ། ཆོས་དང་མཐུན་པ་བསམ་བློ་གཏང་གི་ཡིན་བསམ། ཁ་བ་ལས་ཁ་ཕྱི་ཁར་འགྲོ་བ་ཡིན་པ་ཡིན་ནས་གཞན་ལ་ཕན་པ་ཤོག་ཅིག། གཞན་སྐྱིད་པ་ཡོང་བ་ཤོག། ངའི་སྦྱིན་བདག་སྐྱིད་པ་ཡོང་བ་ཤོག། ངའི་རྟ་ཟ་གི་སྤུ་གུ་འདི་དང། ཉི་མ་ཉིན་གང་དང།

རང་གཞན་གཉིས་ཀ་སྐྱིད་པ་ཉོན་ཡོད་ཀྱི། འབད་རྩོལ་གང་འདུག་ཅི་འདུག་བྱེད་ཀྱིན་གདའ་བསམ། འདི་ངའི་ལས་འགན་རེད། གཉིས་པ་དེ་ལ། དལ་འབྱོར་དོན་ཆེ་བ། རེད་བ། མི་ལུས་རྩ་ཆེན་པོ་ཐོབ་པ་དེ་ཐོབ་གོ་ཆོད་པ། བྱེད་དགོས་རེད། བླ་མས་ཡོད་ཀྱི་གསུང་ཞབས་ཀྱི་རེད། བསླབ་བྱ་ཡང་འདི་རེད། གང་ལྟར་ཡང་སོ་སོ་རང་ལ་ཁེ་ཕན་གྱི་ཆེད་དུ་གསུང་བཤད་མ་གཏོགས། བླ་མེད་ཀྱི་ཆེད་དུ་ནི་རེད་མི་འདུག་སངས་རྒྱས་ཀྱི་ཆེད་དུ་ནི་རེད་མི་འདུག། ད་འདི་གཉིས་མ་བྱས་ན་སུ་བྱེད་བསམ།

དེ་འདྲ་བའི་སྟངས་སྡིག་པའི་ལས་རྣམས་དགེ་བའི་ལས། ཕྲ་ཞིང་ཕྲ་བ་སྟོན་མཁན་གྱི། བླ་མ་སངས་རྒྱས་ཆོས་དགེ་འདུན་འདི་ང་རང་གིས་བཏབ། ཚེ་འདི་ན་སྐྱེ་བ་ཕྱི་མ། སངས་རྒྱས་ཀྱི་གོ་འཕང་མ་ཐོབ་བར་དུ། སྐྱབས་བཅོལ་ས་ཡི་རྟག་བརྟན་ཡིན་བསམ་བློ་བཏང་ན། ཁོ་ཚོ། ཁོང་རྣམ་པ་ཚོ་གྱིས་མ་སྐྱོབ་ན་སྐྱོབ་ཉེན་ཡོད་མ་རེད་དཱ་བསམ། ངས་སངས་རྒྱས་ཀྱི་གོ་བ་མ་ཐོབ་བར་དུ། ཁྱོད་ལས་གཞན། ལྟོས་ས་དང་སྐྱབས་དང་མགོན་དང་སྤུན་དང་རེ་ལྟོས་བྱ་ས་གཞན་མེད་བསམ། སངས་རྒྱས་ཀྱི་གོ་བ་མ་ཐོབ་བར་དུ་ཁྱེད་རང་ལ་སྐྱབས་བཅོལ་གྱིན་བསམ་བློ་བཏང་ན།

བྱ་སྤྱོད་ཀྱི་སེམས་དེ་རྒྱུ་དང་རྐྱེན་ལ་བརྟེན་ནས་ཡོང་གི་འོ་འདུག། གསོ་བ་བཏབ་ཉིན་མི་དེ་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་རེད། དོན་དང་སྒྲུབ་ཚར་གྱི་འགྲོ་བ་སེམས་ཅན་དེ་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་རེད། རང་དབང་གིས་འཁྲུལ་པའི་ཆོས་རྩ་བ་ཉིད་ནས་མི་འདུག་ཚང་མ་རྟག། སེམས་ཀྱི་རྟགས་ཙམ་བློ་ཡི་རྟགས་ཙམ། རྒྱུ་དང་རྐྱེན་ལ་བརྟེན་ནས་སྒྲུབ་པའི་རྟགས་རྟེན་འབྲེལ་རེད་ཤག་བསམ།

ཁྱེད་བདེ་བ་ཡིན་ཙང་ང་ཚོ་དུས་སང་ཁྱད་པར་ཅན་ཚ་ཚེ་སང་ཁྱད་པར་ཅན་འདིས་གང་ལ་ད་སེམས་ཁྱད་པར་ཅན་སྐྱེ། ཨ་ནི་གསོ་བ་བཏབ་ས་ཡུལ་ཁྱད་པར་ཅན་ལ་གསོ་བ་བཏབ། ཨ་ནི་སྡིག་པ་བཤགས་དུ་མེད་ཡ་ལས་དེའི་དགོངས་པ་བཤད་ན། སེམས་ཁྱད་པར་ཅན་སྐྱེ་ཡ་དེ་ངས་སྡིག་པ་བཤགས་སྡོམ་བྱ་ཡ་དེ་ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཕྱིར་དུ་ཡིན། སངས་རྒྱས་ཀྱི་གོ་འཕང་ཐོབ་དགོས་པ་དེ་འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་པ་སྒྲུབ་པའི་ཕྱིར་དུ་ཡིན།

སེམས་ཅན་སངས་རྒྱས་ཀྱི་ཐུགས་ཀྱི་དགོངས་བཞེད་སྒྲུབ་པ་དང་གཅིག་པ་རེད་གསུངས་ཡོད་རེད། དེ་ཡིན་ཟེར་ན། སེམས་ཅན་ལ་ཕན་པ་འབའ་ཞིག་སྒྲུབ་ཀྱིན་གདའ་སེམས་པའི་སེམས་ཁྱད་པར་ཅན་སྐྱེས་ན། ང་ནི་དུས་ཀྱི་ཁྱད་པར་ཅན། ས་སོ་སོའི་རང་ཉིད་དང་ཁྱད་པར་ཅན་ཆགས་དང་མ་ཆགས་ལ་ཉེ་སྟེ།

དེ་ལ་ད་སོ་སོ་སོ་སོ་ལ་ད་ཡི་དམ་གྱི་ལྷ་ཞིག་དགོས་དགོས་རེད། ད་ཅིག་རྗེ་བཙུན་སྒྲོལ་མ་དེ་ད་ཡི་དམ་ཡིན་ཙང་ད་ང་རང་ཚོ་ཡི་དམ་དེ་ཨ་ནེ། ད་ཁྲི་ལས་མྱུར་བུ་རེད་བ། འཇིགས་པ་ལས་སྐྱོབ་པའི་ནུས་པ་རེད་ད་སངས་རྒྱས་ཐམས་ཅད་ལ་འཇིགས་པ་ལས་སྐྱོབ་པའི་ནུས་པ་ཡོད་རེད་དེ་ཨ་ནེ་ཡང་རྗེ་བཙུན་སྒྲོལ་མ་དེ།

གསོན་པོ་གནས་ཡོད་པ་ཡིན་ན་ཡང་འདས་གྲོངས་སུ་ཕྱིན་ཚར་བ་ཡིན་ན་ཡང་དེ་དག་ཐམས་ཅད་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ཐུབ་པས་རེད་པ། སོ་སོ་རང་ཉིད་ཡིན་པ་ཡིན་ན་ཡང་སྐྱེ་བ་ནས་སྐྱེ་བ། ཚེ་རབས་ནས་ཚེ་རབས་བླ་མ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ནས། ཨ་ནི་ད། ཆོས་ཀྱི་བདུད་རྩི་ལ་ལོངས་སྤྱོད་ཆོག་པ་དང་ཆོས་ཀྱི་བདུད་རྩི་གྱི་ལོངས་ལ་ལོངས་སྤྱོད་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པས་འོ་དེ་འདྲའི་རྗེས་ཡོང་བ་ཤོག་ཟེར་ནས།

འཁྲུལ་སྣང་སྔོན་པོར་ཞེན་ཅིང་ངན་འདུག་ངང་ཡིད་གཉིས་ཐེ་ཚོམ་མེད་པར་རྩོལ་བ། བདེ་ཆེན་རྒྱ་བོད་ངོ་བོ་སྡུག་བསྔལ་འཁྲུལ་པ་རྩད་ནས་བཤིག་པར་ཨོ་རྒྱན་པདྨ་འབྱུང་གནས་ལ་སོགས་བ། རྣམ་པར་ལྷུན་གྱིས་གྲུབ་པར་བྱིན་གྱིས་འགྲོ་དྲུག་སྡུག་བསྔལ་ཆེན་པོའི་ཉེས་པ་ཁྱད་པར་བོད་ཀྱི་རྗེ་འབངས་སྡུག་བསྔལ། ཡིད་གཉིས། ཁྱད་པར་བོད་རྒྱལ་བྱེད་པ་སྡུག་བསྔལ་དེ་ཁས་མེད་པའི་གདུང་ཤུགས་དྲག་པོ་ཡིན་ངེས་ཐེ་ཚོམ་མེད་པར་གསོལ་བ། ཨོ་རྒྱན་པདྨ་འབྱུང་གནས་ལ་སོགས་པ་བསམ་པ་ལྷུན་གྱིས་འགྲུབ་པར།

ཏུ་སྐྱབས་འགྲོ་སེམས་བསྐྱེད་དང་ལྟ་གྲོགས་སྟོང་ཉིད་དུ་བའི་ཤེས་རབ་ཀྱིས་གཟན་པའི་དགེ་བ་དེ་ཉིད་ཨ་ནི་ང་ཚོ་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རྒྱུ་ལ་འགྲོ་བར་ཤོག་ཅིག་ཟེར་ནས། ཨོ་དེ་འདྲི་ཅིག་བསྔོ་བ་ཅིག་གནང་དགའ་བར་བསྒོམ། ཕན་ཚུན་གཅིག་གིས་གཅིག་ལ་རྗེས་སུ་ཡི་རང་གནང། དམ་པའི་སྒོ་དོད་ལ་བསམ་བློ་བཏང་བ་ན་ཞིག་དེ་རིང་ཉིན་ཉིན་མོ་དེ་ཉིད།

མདོར་ན། སོ་སོའི་ལྷ་ལ་གནོད་པ་སྐྱེ་ཉེན་ཡོད། སེམས་མ་སྐྱིད་པ་འདི་འདྲ་ཡོད་རེད་བ། འདི་ཚོ་ཚང་མ། མགོ་གནོན། ཨ་ནི། གཞན་ལ་ཕན་པ་འབའ་ཞིག་སྒྲུབ་པར་བྱེད་ཀྱིན་ཡིན་བསམ། གཞན་ལ་ཕན་པ་འབའ་ཞིག་སྒྲུབ་པས་ཡི་དྭགས། རྒྱུད་ལ་འགྲོ་བར་ཤོག་ཅེས་བསམ་བློ་བཏང་ན།

དཔལ་ལྡན་བླ་མའི་ཞབས་པད་བརྟན་པ། མཁའ་མཉམ་ཡོངས་ལ་བདེ་སྐྱིད་འབྱུང། བདག་གཞན་མ་ལུས་ཚོགས་བསགས་སྒྲིབ་སྦྱངས། མྱུར་དུ་སངས་རྒྱས་ས་ལ་འགོད་པར་ཤོག། བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་ཀྱི་ཡུལ། སྐྱེ་བ་ཡངས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག། འཇམ་པའི་དཔའ་བོ་ཇི་ལྟར་མཁྱེན་པ། སྐུ་མདོག་བཟང་པོ་སྟེ། སྐུ་མདོག་དེ་ཡང་དེ་བཞིན་དུ་དེ་དག་དེ་ལ་ཡིད་ཆེས་སོ། རྒྱལ་བ་དེ་དག་ཐམས་ཅད་རབ་ཏུ་བསྔོ། དེ་གསུམ་གཤེགས་པས་རྒྱལ་བ་ཐམས་ཅད་བསྔོ་བ་གང་ལ་མཆོག་ཏུ་མངའ་བ་དེ་བདག་ཞིང་རྒྱས་པའི་རྩ་བ་ཐིག་པའི་བཟང་པོ་སྤྱོད་ཅེས་རབ་ཏུ་བསྔོ་བར་བགྱི། འདི་ལྟར་རྒྱས་པའི་རྣམ་པར་རྒྱལ་བའི་བདག་ལ་བྲིན་གྱིས་བརྐྱངས་པའི་ཕ་མ་དང་སེམས་བསྐྱེད་མཆོད་པའི་བླ་མ་སློབ་པའི་དམ་ཚིག་གཅིག་པའི་རྡོ་རྗེ་སྤུན་གྲོགས་དང་སྒྱུ་རྩལ་འབྲེལ་བ་ཡོད་པའི་མི་རྣམས་གཞོན་སྐྱེས་སྲོག་གཅོད་འོ་ཞོ་འཐུང་བ་རྣམས་ཤ་ཁྲག་གསོད་པའི་དུད་འགྲོ་མ་ལུས་མྱུར་དུ་སངས་རྒྱས་ས་ལ་འགོད་པར་ཨེ་ཤོག། རྨད་བྱུང་གསལ་བྱེད་རྒྱལ་བས་བྱིན་རླབས་བརྟན་ཏེ་བསླུ་བ་མེད་པའི་བདེན་པ་བདག་གི་ལྷག་བསམ་དག་པའི་མཐུ་སྟོབས་ཀྱིས་སྨིན་པའི་དེ་ཀུན་འདས།